སྙིང་གཅིག་ནི། འདིའི་རྡོ་བརྐོས་རི་མོ་འདར་སིལ་སོང་ཡོད་པ་དང་གཅིག་ར་ཕྱིར་དང་འདུ་བྱ་གང་ས་ལ་གྲུབ་པའི་སྟེང་ནས་ཀྱང་གཅིག་སྙིང་བ་སྙིང་རིམ་སྟུག་པོ་ཡོད་འདི་རེད། ད་གཞོན་ནུའི་ཡ་རབས་བཤད་ཁྱེར་བ་གཅིག་ནི་འདི་རེད་འདི། མར་ནི་འདི་རེད། དབུལ་འཇོག་བྱེད་པ་ཡོད་ནི་དེ་ཤ་སྟག་གཉིས་ཡོད་ནི་འོ་མ་ཨ་ཆུང་ཡོད་ནི་མི་ཚེ་གི་གཅིག་ད། འདིའི་ཟླ་ཚེས་དང། དེ་ནས་དེ་གླ་ཀོར། དེ་ཡང་ཡོད་ནི་དེ་མི་འདི་རེད་འོ་མར་ནི་རེད་དེ་གི་པད།

དེའི་བླ་བརྒྱུད་གང་རུང་ཟིག་ར་ཡོད་ནས་དེ་མི་ཟེར་འདི། མ་ནི་བཀའ་འབུམ་གི་ནང་གི་འདི་ཐུགས་རྗེ་ཆེན་པོའི་སྐྱེས་སྒྲོམ་དང་ཏི་སོ་ལྟེ་བ་ན་ར་འདི་གཡུང་དྲུང་དང། འདིའི་དག། ཧྲི་ཡིག་དེ་གཉིས་ཀ། མ་ནི་དང་མཉམ་གཅིག་ཏུ་ཡོད་མེད་ཅི་རིགས་རེད་དེ་བཞིན་དུ་ཨོམ་ཨ་ཧོང་ཟེར་གྱི་དེ་ར་དེ་ཨོམ་མར་ནི་ཨོམ་ཨ་ཧོང་ཨོམ་མར་ནི་པདྨའི་ཧོང་ཧྲི་འདི་ན་ཆོག་གི་ཨོམ་མར་ནི་པདྨའི་ཧོང། ཡང་ན་ཨོམ་མར་ནི་པདྨའི་ཧོང་ཧྲི་འདི། ཧྲི་ཡིག་འདོན་རྒྱུའི་སྐབས་དང་མི་འདོན་པའི་སྐབས་དང་ཨོམ་ཨ་ཧོང་འདོན་རྒྱུའི་སྐབས་དང་མི་འདོན་པའི་སྐབས་ཅི་རིགས་ཡོད་འདི་དེ་མི་ཟེར།

དུ་རེད། ཟླ་འདི་རྒྱལ་རོང་ཀྲོང་ཙེ་མགོན་པོ་སྐུ་འཁྲུངས་པའི་སྐབས་སུ་ཁྲུང་ཀོ་ཆེ་མིག་གི་ནང་ནས་ཐོན་པའི་མ་ཎི་རང་བྱོན་རྩིས་བཤད་ཁོ་ས་བོ་ད་འདི་རེད་ཡ། ད་འདིའང་དེ་རེད། གཡུང་དྲུང་དང་ཧྲེ་གི་གཉིས་ཀ་ཡོད་ས་དེ་མུའུ་སི་རེད། འདི་ད་ལྟ་འདི་མི་ཡིས་བཤད་འདུག་ཁྱེད་རང་ཡིས་འདི་ན་ཡོད་གི། རེད་ཡ་འདི་ད་འགྲོ་མགོན་སངས་རྒྱས་དབང་གི་སྐུ་གདུང་དགོན་པ་རེད།